ཧོ་དེ་ནས་ཆ་ཚང་བཀྲ་ཤིས་བདེ་ལགས་ལྟ་གི། དེ་རིང་ནི་ད་ཙི་ནའི་རྒྱལ་རབས་ཀྱི་སྤྱི་དོན་གྱི་ཨ་རབ་ཡའི་ལྕགས་ཟིན་པ་འདྲ་བོ་རེད་ད། ཐང་གི་སྐོར་དེ་ད་ཐང་ངེ་ན་ད་ཆ་ཚང་གི་མགོ་ཚིག་རྒྱུ་དེ་རེད་ད་ཆ་ཚང་གི་ཧ་གོ་གི་ད་ཐང་ངེ་ན་རྒྱལ་བོ་སྲོང་བཙན་སྒམ་པོ་དང་ད་གི་དུས་མཉམ་ཡོད་རྒྱུ་གི་ཐང་དེ་རེད་ད་ཡིན་ན་ཡང་འདི་སྤྱིར་བཏང་གི་འདི་ད་ངའི་ཚན་པ་གཅིག་འདྲ་བོ་དང་གཉིས་འདྲ་བོ་གཅིག་གི་ད་ངོ་སྤྲོད་དེ་འདྲ་གཅིག་གི་བྱུང་གི་མི་འདུག། གལ་ཆེན་འབྱུང་གི་མི་འདུག་ཟེར་ན་ཟླ་ཕྱིར་བཏང་བྱེད་ཁོག་ཟླ་ཕྱིར་བཏང་སྟབས་བྱེད་ཁོག་བྱེད་ཁོག་རེད་བྱེད་ཁོག་ངོ་སྤྲོད་ཀྱིས་དེ་ནས་དེ་གི་ད་གནད་དོན་གཙོ་བོ་གཙོ་བོ་འདྲ་བོ་དུ་མ་ར་གཅིག་ངོ་སྤྲོད་ཀྱིས་དེ་བྱེད་ཁོག་རེད་ཡིན་ན་ཡང་ད་ཐེངས་ཀྱི་འདི་ཁོ་བཟོ་གི་ཙི་ན་བ་ཟེར་ན་འགྲིག་གི་ཧན་གི་ལོ་རྒྱུས་སྨྲ་བ་གི་དུ་བཟོ་གི་ལབ་སྟངས་དེ་ཁྱོན་ནས་འགྲིག་གི་མི་འདུག་ཞེས་ཡ་དེ་གི་ད་ངས་འདི་ང་རང་གི་ཡིག་སྟངས་འདི། ད་ཁོ་ཚོ་གི་གཡེར་སྟངས་དང་མ་འདྲ་བ་འདྲ་བོ་ཅིག་ཡིན་ད་ང་རང་ང་རང་སོ་སོ་ལ་གཡེར་སྟངས་ཅིག་གོ་ད་གར་སྐྱིན་དེ་འདྲ་ཅིག་འཛིན་ན་ངས་ཡིག་ཚང་དེ་ཚོ་ཡི་གེ་ཉམས་པ་གི་ཁུངས་དེ་ཚོ་ཚང་དེ་ཚོ་གཞིར་བཞག་ནས་ད་དེ་འདྲ་ཅིག་བྱེད་རྒྱུ་དེ་ཡིན་ད་དེ་ག་སོང་ན་ད་སྤྱིར་བཏང་གི་ཐང་རྒྱལ་རབས་ལབ་དུས་གང་དེ་ད་ངས་འདི་ཐང་ཀིར་གྱི་རྒྱལ་པོ་ཐང་ཀིར་གྱི་རྒྱལ་རབས་ཞེས་བ་ད་ཐང་ཀིར་གྱི་རྒྱལ་རབས་འདི་གར་སྐྱིན་ནས་ཐང་ཀིར་ཞེས་ཡིན་ལབ་ན་ད་སྤྱིར་བཏང་ཡིག་ཚང་དེ་ཚོ་ནང་ནས་ད་དེབ་ཐེར་དཀར་པོ་དང་ད་དེ་ཚོ་གི་ཡིག་ཚང་དེ་ཚོ། ངའི་གི་ནང་ནས་ཐང་ཁིར་ཐང་ཁིར་བཤད་གི་འདུག་ད་བོད་ཡིག་གི་ནང་དེ་ཐང་ཁིར་ཡོད་དུས་གང་དེ་ངའི་ཐང་ཁིར་གྱི་རྒྱ་རི་བོད་དེ་ཡིན་ད་ཐང་ཁིར་ཐང་ཁིར་ལ་ན་ག་རེ་རེད་ཟེར་ན་ད་ཐང་ཁིར་ད་ད་ལབ་སྟངས་འདྲ་བོ་ཅིག་བྱེ་བྲ་བྱེ་བྲ་ཅིག་ཁུངས་ལྡན་འདྲ་བོ་ད་ཅིག་མི་འདུག་ཡིན་ན་ད་ཁ་ཤས་ཅིག་གི་ད་ཐང་ཀོན་ལབ་ཡ་གི་ད་ཅིག་རྒྱ་མི་ཡིག་གི་གི་དེ་ནས་ཚིག་ར་འགྱུར་ཡ་ད་དི་རེད་འདྲ་བོ། ལབ་གི་འདུག་ད་འདི་ཡིན་ན་འདྲ་མིན་ན་འདྲ་ད་གང་ལྟར་ཀྱང་འདི་ཡིག་ཚང་གི་ནང་ན་ཡོད་ནོ་རྐྱེན་གི་ངའི་ཐང་ཀར་གྱི་རྒྱལ་རབས་གཟིགས་འདི་འདྲ་ཞིག་པར་གྱི་བྱ་ཡོད་ད་ཐང་ཀར་གྱི་རྒྱལ་རབས་འདི་ཡིན་ན་ད་ཆ་ཚང་གི་ཧ་གོ་བ་རེད་ད་ཧ་གོ་ནི་རེད་ད་དེ་ན་ངའི་འདི་ནས་ཞུ་ཡ་ད་ད་ང་ཚོ་བོད་ཡིག་གི་ནང་ན་མང་པོ་ཡོད་བ་རེད་ད་ཐང་རྒྱལ་རབས་དང་ད་གི་བོད་ཀྱི་རྒྱལ་རབས་གི་འབྲེལ་བ་ད་ད་མང་པོ་ཡོད་རེད་ད་གི་ཚོ་ཚལ་བའི་དེབ་མེར་དང་ད་གང་ལ་གང་འཚམས་ཕལ་ཆེར་ད་བོད་དང་ཐང་གི་རྒྱལ་རབས་ཀྱི་ད་ཕལ་ཆེར་ཁ་ཚང་འདྲ་བོ་ཞིག་ཡོད་ར་ད་ད་ལྟ་ཚ་བའི་དེབ་མར་གི་ནང་ན་ཡོད་ར་ད་དེ་རྗེས་ནས་ད་དགེ་འདུན་ཆེན་པོ་བཟང་གི་དེབ་ཐེར་དཀར་པོའི་ནང་ན་ཡོད་ར་དེ་ནས་ད་དོན་གྲུབ་རྒྱལ་བཟང་གི་ཡང་ཐང་ཡིག་གསར་རྙིང་གི་ནང་ན་ཡང་ཡོད་ར་ད་དེ་དེའི་རྗེས་ནས་ད་བསོད་ནམས་དར་རྒྱས་ཡིན་པ་ཁོང་གི་ནི་དེབ་དཀྲིགས་འདྲ་བོ་དེ་འདྲ་ཅིག་ཚུར་བསྒྱུར་འདུག་ད་ཐང་ཡིག་གི་ནང་ན། ཐང་ཡིག་གསར་རྙིང་ཉིས་ཆ་གི་ནང་ན་ད་ཅིག་བོད་དང་ཐང་གི་འབྲེལ་བ་ཡོད་ཆ་ཚང་གི་ཚུར་བསྒྱུར་བྱ་རྒྱུ་དེ་འདྲ་ཅིག་འདུག་དེ་ག་ད་འདི་དེ་ཅན་པོ་ཏི་ད་ཆ་ཚང་འདིའི་བཤད་གྲྭ་ཅིག་ཐང་བོད་དང་ཐང་གི་འབྲེལ་བ་ད་ཅིག་ཕྱི་མར་དགོས་པ་གཅིག་ད་སྤྱིར་བཏང་ཡིག་ཚང་དེ་ཚོ་ནང་ན་འདུག་ད། ལྟ་ཡོང་དེ་ཡང་ཡིག་ཚང་དེ་ཚོ་ནང་ན་ག་ཤེད་ཀྱི་ནང་ན་གཅིག། ད་ཚ་ལུའི་དེ་མིར་ཚོ་ལྟ་བུ་གི་ཡིག་ཚང་གི་སྔོན་མ་གི་ལོ་ཙཱ་གི་བསྒྱུར་རྒྱུ་དང་ད་ང་རང་གི་སེམས་ཚོར་འདྲ་བོ་ནི། རྗེས་མ་གི་ད་ང་ཚོ་གཅིག་སློབ་གྲྭ་བ་འདྲ་བོ། ད་ང་ཚོ་འདྲ་བོ་འདི་འདྲ་འདྲ་བོ་གི་བསྒྱུར་རྒྱུ་དེ། པར་ན་ཡང་གཅིག། སྤྱིར་བཏང་གི་ཡིན་ན་ད་ཁ་ཚང་བ་གི་ལ་ཁ་ནི་ཁ་ཚང་བ་འདྲ་བོ་སྔོན་བཏང་འདིར་ན་ཁ་ཚང་བ་དེ་ཞིབ་ཚགས་པ་འདྲ་བོ་འདུག་ཡིན་ན་ཡང། བོད་ཀྱི་ཅིག། ལོ་ཙཱ་གི་ཅིག། ཡིག་རྩིས་ཀྱི་གཙོ་བོའི་སྒང་དུ་ནས་ཅིག། ང་རང་གི་ལྟ་ཚུལ་ལས་ནི་ཅིག། ད་ལོ་ཙཱ་བ་སྔོན་མ་དེ་ཚོ་སྔོན་མ་སྔོན་མ་དེ་ཚོ་དེ་ཅིག་མ་མ་ཏོ་བ་འདྲ་བོ་དེ་འདྲ་ཅིག་སྣང་གི་འདུག་ད་སྔོན་མ་གི་ལོ་ཙཱ་བ་དེ་ཚོ་རྒྱུན་སྐྱོད་དེ་ཚོ་ཧང་སང་ཡ་འདྲ་བོ་དེ་འདྲ་ཅིག་རེད་འདུག་ད། ཡིན་ནའང་ད་ལོ་ཙཱ་བ་སྔོན་མ་དེ་ཚོ་གི་ནང་ན་ཡང་ཅིག། རྒྱ་མི་ཡི་གེ་ལ་ད་བྱེད་འདྲ་བྱེད་འདྲ། མགོ་མ་ཚོས་བལྟ་ཉི་མ་ར་གང་ལྟར་ཀྱང་དེ་འདྲ་ཅི་ཡང་གཅིག་གི་ནོར་འཁྲུལ་བཟོ་རྒྱུ་ད་དེས་དེས་འདོད་ད་དཔེ་ཆ་བཞག་ན། དེའི་ཚ་ལོས་དེ་མེར་གནང་ན་ད། ཐང་ག་དམག་ལྷ་ས་ལ་ལས་བོད་ལ་ཡ་བཅུག་ན་ད་ད་ད་ནོར་འཁྲུལ་ཆེན་པོ་རེད་ད་དེ། ཆེན་པོ་རེད་ད། ད་ཚིག་ལབ་དགོས་ནོ་ད་དེ་རེད་དེ། ལྡེ་མིར་ཀི་ནང་དུ་བ་ལ། ད་ཏི་ཡི་གིས་ཚིར་ཧ་ཡི་རིགས་ནོར་འཁྲི་ཅོང་ཅོང་རྒྱུ་དི་རེད་ད་ལྷ་ས་ད་ཀ་བ་ཀ་བ་སྐབས་སྐབས་དི་ཟིག་ད་སྤྱིར་བཏང་གི་ཨེ་གཞི་གི་ས་ཐོག་གི་ནང་ན་ད་བུ་བཙན་པོ་ལྟ་བུའི་དེ་འདྲ་ཅིག་མེད་རྒྱུ་དི་རེད་དི་གི་ད་ཁོ་ལྷ་ས་ད་ཀ་བ་ཀ་མདོར་སྨིད་དང་དེའི་ད་ཁམས་གི་ཕྱོགས་དི་བ་ནས་ཡར་སླེབས་རྒྱུ་ཁག་པོ་རེད་ད་དི་གི་གཅིག་དི་རེད་ཉིག་ལ་ཀི་ནི་ཁོ་ན་ད་ནོར་འཁྲི་ཆེན་པོ་བཟུང་དི་བ། ནོར་འཁྲུལ་ཆེན་པོ་ཟིན་འདུག་ད་ལྟ་གི་ཏཱ་ཧྥེ་ཁྲོན་ལ་ཡོད་དེ་ཏཱ་ཧྥེ་ཁྲོན་ལ་ཡོད་ད་ལྟའི་བསྟན་འགྱུར་ལྡོག་བྱེད་རྒྱུ་དེར་སྟབས་བསྟུན་མང་པོ་བྱེད་ཀི་དེའི་ནོར་དམིགས་ཀི་ད་གི་མཚོ་སྔོན་པོའི་མཚོ་ལྷོ་གི་ད་གི་ཟོ་ཆེ་རྗེས་ཀི་ས་ཆ་ཀ་བ་ཅིག་ཡིན་ཟིན་གི་འདུག་འོ་ད་དེ་འདི་གང་དེ་བསྟན་འགྱུར་ལྡོག་འདྲ་བོ་ད་དེ་འདྲ་དེ་སི་དེ་སི་འདུག་མ་ཤེས་ད་མདོར་དེ་ལས་སོང་ན་ལོ་ཙཱ་བ་སྔ་བ་དང་སྔ་བ་དུ་ཟོ་དང་ཡང་གསར་པ་དུ་ཟོ་དང་ཡང་གསར་པ་དུ་ཟོ་གི་ཡིན་ན་ཞིབ་ཚགས་པ་གང་ཞིག་ལ་ཡང་ད་ཅིག་བྲག་གི་ལྟ་བུ་དང་ད་ཉང་པ་དུ་སོགས་བརྒྱད་ཀྱིས་ཏག་ཏག་ཏག་ཏག་བསྡད་ཡོད་པར་ད་ང་ཚོ་ཡིག་ཚང་ནང་ཅིག་ལྟ་དུས་གང་དེ་བྲག་གི་ལབ་དུས་གང་དེ་ཡང་ང་ཚོ་ཅིག་མདོ་ཡང་ཅིག་ཨ་ཤ་ལབ་དུས་གང་དེ་ཅིག་ཏག་ཏག་ཏག་ཏག་ཚེ་ར་ཡིག་ཚང་གི་གང་དུ་ན་ཡོད་རྒྱུ་དུ་སོགས་བརྒྱད་དུས་གང་དེ་ཡང་གསར་པ་དུ་སོགས་ཡོད་བརྒྱད་རེའུ་མིག་དུ་སོགས་ནང་ན་ཅིག་ད་ཐུགས་རྗེ་འདྲ་བོ་དང་ད་དཔེ་ཆ་བཞག་ན་ད་དུ་འདྲ་བོ་ཅིག་སྒྲ་བརྒྱད་རྒྱུ་དང། ད་ཡི་གེ་ཡི་རྙིང་པ་ནང་ན་ཡོད་རྒྱུ་དེ་ཚོ་ཚེ་ར་མ་ལང་ཅིག་དེ་འདྲ་འདྲ་བོ་སྐྱོན་ཡང་ཁ་ཤས་ཁ་ཤས་འདུག་མ་ཤེས་ད་སྤྱིར་བཏང་གི་ཐང་དང་བོད་ཀྱི་འབྲེལ་བ་གི་ལོ་རྒྱུས་ཁ་ཚང་ཞིག་ཡོད་བར་ད་དེ་གི་ད་ངས་འདི་ནས་ཞུ་མི་དགོས་བ་ཅིག་ད་ངས་འདི་ནས་ཞུ་ཡ་ད་ག་རེ་ཟེར་ན་སྤྱིར་བཏང་གི་ཐང་གི་རྒྱལ་རབས་ཀྱི་ནང་ནས་རྟ་རྨིག་སྲིག་གི་ཡིག་ཆ་གཞན་པ་རྒྱ་མིའི་གི་མཁས་པ་དེ་ཚོ་གི་ལབ་སྟངས་དང། དེ་ནས་ཡིག་ཚང་གཞན་གི་ནང་ནས་ཁོ་ཚོ་ཅིག་གི་ལབ་སྟངས་དེ་འདྲ་ཅིག་གསལ་བོ་མེད་བ། འོ་དེ་ནས་གསལ་བོ་བྱེད་དགོས་ཡ་དེ་ནས་དེའི་སྐོར་དུ་ཕ་ཞིག་བསམ་གི་འདུག་ད་དང་པོ་ན་ཟེར་ན་ད་འདི་ཁོ་ཚོ་ཐང་གི་ཡིག་སྟངས་དེ་ན་ཐང་གི་སྟོད་ཀྱི་ཆ་དང་སྨད་ཀྱི་ཆ་ཟིག་ད་སྤྱིར་བཏང་ཐང་ཡིན་ན་ད་ཁོ་ཚོ་ཐང་ཡིན་ན་རྒྱ། རྒྱལ་རབས་གཅིག་འདྲ་བོ་ཅིག་བཟོ་བྱ་བར་ད་རྒྱལ་རབས་གཉིས་ཐམ་པ་ཡོད་བར་ད་རྩ་སེ་མ་ལབ་དགོས་ར་ད་དེ་ཐང་རྒྱལ་རབས་ལབ་དེ་གང་དེ་ད་ཀྲུང་གོ་གི་རྒྱལ་རབས་ལབ་ཆིང་གི་རྒྱལ་རབས་ད་ཅིག་དེ་འདྲའི་རྒྱལ་རབས་གཅིག་འདྲ་བོ་ཅིག་ཅིག་ད་ཁོ་ཚོས་བཤའ་བྱ་བར་ད་ད་དེ་ཅིག་ཨེ་ཡ་ཨེ་ཡ་ཀར་ཡ་དེ་ཀར་རེ་ཀར་ཡོ་ནི་ཟེར་ན་ཨེ་ཡ་གཉིས་འདྲ་བོ་ཅིག་ཁ་ཤིག་ཀར་ཡོད་ར་ད་ཀར་ཡ་དེ་ར་ཀར་རེ་ཟེར་ན་ཁོ་ཚོ་གི་འཕེལ་རྒྱས་ལ་འགྲོ་བའི་ཆ་དང་འདི་ནི་ཉམས་རྒུད་དུ་འགྲོ་བའི་ཆ་དོན་གཉིས་ཆ་སྐྱེ་བ་མ་ཤེས་ཁོ་ཟོག་ཅིག་ཀྲུང་གོ་གི་རྒྱལ་བུ་དེ་ཡིན་མིན་ཡིན་དང་དེ་ནས་ཁྱེད་ཚང་གིས་ད་དེ་འདྲ་བོ་ས་ཆ་ག་གེ་དོན་ཡོད་མ་རེད་ད། འཕེལ་རྒྱས་ཀྱི་ཆ་དུ་སྤྱི་ལོ་གཅིག་ཁྲི་བཅོ་བརྒྱད་ནས་བཟུང་སྟེ་ད་བདུན་བརྒྱ་ལྔ་བཅུ་ང་ལྔ་དུ་བར་དུ་ད་ཐང་གི་རྒྱལ་བུ་དེ་ད་དངོས་ནས་ཡ་རབས་འཕེལ་རྒྱས་འགྲོ་བའི་དུས་སྐབས་དུ་གཏོགས་དེ་ཡང་ནི་ད་བདུན་བརྒྱ་ལྔ་བཅུ་ང་ལྔ་ད་བདུན་བརྒྱ་ལྔ་བཅུ་ང་ལྔ་ཡིན་ན་ད་ང་ཟོག་གི་རྒྱལ་བུ་བཙན་པོ་ཁྲི་སྲོང་ལྡེ་བཙན་འཁྲུངས་གི་ལོ་ད་ལྟ་ཡིན་ན་གཅིག་ལོ་འདི་འཛིན་བདེ་བོ་འགྲོ། འཁྲུངས་གི་ལོ་དུ་བ་ནས་བཟུང་དེ་ལྟར་ཐང་གི་རྒྱལ་རབས་དེ་ཉམས་རྒུད་དུ་མ་དམའ་འགྲོ་ཡང་མ་ཤི་ད་ཡར་འགྲོ་བ་ཞིག་གམ་མེད་རྒྱུ་དེ་འདྲ་ཅིག་རེད། འོ་ད་དེ་ནས་བཟུང་དེ་ད་དགུ་བརྒྱ་དང་བདུན་གི་ལོ་བར་དུ་ད་ཐང་རྒྱལ་རབས་དེ་ཉམས་རྒུད་དུ་འགྲོ་ཡ་གི། འོ་དེ་འདྲ་འདྲ་བོ་དུམ་བུ་གཉིས་མ་ཤི་ཡི་ཡོད་མ་རེད། ཡིན་ན་ཡང་ངའི་འདི་ནས་གནད་དོན་ཆེན་པོ་བྱུང་ནོ་ད་ག་རེ་ཟེར་ན། ཐང་གི་རྒྱལ་རབས་འདི། ཐང་གི་རྒྱལ་རབས་འདི་ད་ངས་སྔོན་མ་ནས་ནར་ཞུས་པ་ཐང་གི་རྒྱལ་རབས་འདི་ཀྲུང་གོ་གི་རྒྱལ་རབས་ཀྱི་རྩ་བ་ཉིད་ནས་མ་རེད། མུན་པ་གི་རྒྱུ་མཚན་ད་ག་རེ་ཟེར་ན་ད་སྔོན་མ་ནས་འདི་ཝུ་ཧུའུ་སྐབས་ནས་བཟུང་ཧུའུ་ང་གི་སྐབས་ནས་བཟུང་སྟེ་ལྷོ་བྱང་གི་རྒྱལ་རབས་ཀྱི་སྐབས་ནས་བཟུང་སྟེ་རྒྱལ་རབས་བྱང་མ་དེ་ཧུའུ་ང་གི་བྲིན་རྒྱུག་གི་རྒྱལ་རབས་ཡིན་པ། རྩིག་རྒྱུག་གི་རྒྱལ་རབས་ཡིན་པ། ལྷོ་མ་དེ་ཀྲུང་གོ་གི་རྒྱལ་རབས་ཡིན་པ། འོ་ད་ཁོ་ཚོ་གི་ས་བོ་ས་བོ་ཇི་ཡོད་ནི་ད་ལོ་རྒྱུས་གང་ན་ཇི་ཇི་བྱ་བར་ད། བྱང་མ་དེ་ན་ད་ཧུ་ཝུ་ཧུ་ཟེར་གོ་ནོ་ཧུ་ང་ད་གཞུ་ནུ་དང་དེ་ནི་ཤན་པེ། དེ་ནི་ཆང་དེ་ཇི། འོ་ཁོ་ཚོ་ང་བོ་གི་ད། ཆང་དང་དེ་ན་པོ་བར་བ། འོ་འདི་ཚོ་གི་ད་གཞུ་ནུ་ན་སོག་པོ་དང་ད་དེ་ཚོ་གི་དེ་ནི་ཇི་ལྟ་བུ་ཡིན་ན་ད་ཕ་ཆེ་བྲི་ཁུ་འདྲ་བོ་དང་ད་དེ་ཚོ་གི་རྩིག་རྒྱུག་གི་རྒྱལ་རབས་རེད་མ་ཤེས། དེ་ཚོ་ཀྲུང་གོ་མ་ཡིན་པ་དང་དེ་གསལ་བོ་གསལ་བོ་ལོ་རྒྱུས་སྒང་ན་སྐྱེས་བ་འདུག་ད་དེ་ནི་དེ་མ་བསྐུར་ཡས་དེ་ལས་འོང་ན་ད་ད་གི་རྒྱལ་རབས་བྱང་མ་གི་ནང་ནས་མ་ར་ཡོང་རྒྱུ་འོ་ད་དེ་གི་རྒྱལ་རབས་ཟིག་ཡིན་ནོ་ཁོ་གི་ད་འདི་བྱང་མ་གི་རྒྱལ་རབས་ཅིག་ཡིན་པ་མ་ཟད་ཁོ་ཚོ་དེ་ད་གི་ཧུའུ་ཨ་ང་གི་ནང་ནས་ཞན་པའི་རིགས་རྒྱུད་ཀྱི་རྩིག་རྒྱུག་གི་ད་ཐང་ལྷའི་བཙོང་ན་དེ་ནས་ཐང་གའོ་ཙུའུ་དེ་དེ་ཚོ་ནི་དེ་ནུ་གི་སྟབས་ཀི་ཁོ་ཚོ་འདི་ཀྲུང་གོ་གི་རྒྱལ་རབས་ཅིག་མ་རེད། ཡིན་ན་ཡང་ཁོ་ཚོ་གི་འདི་ནི་ཐང་སྟོད་མ་དང། བར་ནི་ད་ག་རེ་རེད་ན་བར་ནི་ད་ཀྲུང་གོ་གི་རྒྱལ་རབས་ཅིག་བརྩིགས་བྱ་བར། ཀྲུང་གོ་གི་རྒྱལ་རབས་དེ་ད་ཧན་མི་རིགས་ཀི་བརྩིགས་ནུ་གི་ལོ་བཅོ་ལྔ་ཟིན་ད་བར་ད་ཧན་བཙུགས་རེད་ན་ད་ངས་སྔོན་མ་ནི་ལབ་རྒྱུ་གི་ད་འདའ་གི་སན་ཏན་ཧྲི་གི་ཧན་དེ་མ་རེད་ཅེ་ད་ཕིང་ཧན་གི་ཧན། སྤྱིར་བཏང་གི་ཁོ་ཚོ་གི་ཧན་བཙུགས་གི་ཧན་དེ་བཟོ་གི་བརྩིགས་རྒྱུ་གི་ད་སྤྲེའུ། རྒྱལ་རབས་བཞི་ཆིག་བརྩེགས་བར། ད་དུ་ཟོ། ད་ག་གི་ལབ་གུ་ཡོད་མར་ད་ཐང་གི། རྒྱལ་རབས་ཉི་ཤུ་ཉི་ཤུ་ཐམ་པ་གི་ནང་གི་ཉེར་གསུམ་ན་འགྲིག་གི་ད་ཉི་ཤུ་ཐམ་པ་གི་ནང་གི། ཉེར་གསུམ་ལ་ཡོད་ད་གི་སྤྱིར་བཏང་ཉི་ཤུ་ཐམ་པ་བར་ད། དེ་ནས་རྒྱལ་བོ་གཉིས་ཀྱི་ཁྱེད་ཚང་གི་སྟོད་མི་ལ་ཡང་སྐྱིད་ཡང་སྐྱིད་རེད་གཉིས་ཁུར་བྱ་བར་ད་ནི་བུ་རྫི་ཐན་གི་ཅིག་ཁུར་བྱ་བར་ད་བུ་རྫི་ཐན་ད་ད་གི་དེ་རེད་ད། འོ་དུ་ཅོག་ཙི་ན་ད། མ་ར་ད་ཅིག། ཐང་གི་རྒྱལ་རབས་ཡིན་མདོག་མདོག་བྱེད་ཆོག་གི་འདུག་ད་གི་ཐང་གི་དཀྱིལ་མ་དུ་བ་ནི་ཀྲུང་གོ་གི་རྒྱལ་རབས་ཀྱི་ཕ་འཕྲོག་བྱ་བ་རེད། འདི་ད་ག་རེད་ཟེར་ན་ད་ཝུའུ་ཀྲུའུ་ལ་ཡ་དེ་རེད་ད་ངས་དེ་བྲིས་བྱ་བ་ནོ་དེ་རེད་རྒྱལ་ཁའི་གང་བ་བྲིས་བྱ་བ། འོ་འདི་དོགས་འདི་ག་སྤྱི་ལོ་དྲུག་བརྒྱ་དགུ་བཅུ་ཐམ་པ་ལོ་ནས་ལས་བཟུང་སྟེ་བདུན་བརྒྱ་དང་ལྔ་ལྔ་གི་ཚད་ཀྱི་མི་འདུག་ལོ་བཅོ་ལྔ་ནས་ཕ་ཆུ་ཉི་ཤུ་དེ་འདྲ་ཅིག་ཟིན་བྱ་བ་རེད། སྲིད་ཉོ་ནི་མི་ཚིག་གི་སྐུ་གཟུགས་བ་ཧན་གི་མི་རིགས་དང་དེ་ནི་ཀྲུང་གོ་གི་རྒྱལ་རབས་ཡིན་པ་དེ་ནི་ལོ་ངོ་བཅོ་ལྔ་དང་ཉི་ཤུ་དེ་འདྲ་ཅིག་ཟིན་ནས་དེ་ཡིག་བྱ་ན་ད་ད་ག་རེ་ཡིན། སྤྱིར་བཏང་ན་ཆིན་ཧྲི་ཧོང་ཨ་ན་ར་གོང་མ་ཆིན་ཧྲི་ཧོང་བཙན་པོ་ཆིན་ཧྲི་ཧོང་རྟ་བོན་གྱིས་ན་ལོ་བཅོ་ལྔ་ནས་བཅུ་དྲུག་བར་དུ་མ་ཞིག་གོ་སྲིད་ནུས་བ་མ་རེད་དེ་ཀྲུང་གོ་གི་རྒྱལ་རབས་ཡིན་ཟིན་ཡིན་མདོག་མདོག་བྱས་ད་དེ་ཧིག་བྱས་བ་རེད། ཡང་ནང་བཤད་བྱ་བར། ཡིན་ནའང་ད་ཁོ་གཟུགས་གི་འདི། ཧན་གི་རྩིག་རྒྱུག་གི་བར་ལོག་གི། ད་འདི་ཝུ་ཙི་ཐན་གི་རྩིག་རྒྱུག་རེད། ཝུ་ཙི་ཐན་གི་རྩིག་རྒྱུག་གི་འདི། ཡིན་ན་ད། ད་ཁོ་གཟུགས་ཀྲུང་གོ་གི་རྒྱལ་རབས་ཅིག། མིན་པ་འདྲ་བོ། འདི་ཅིག་དམིགས་བསལ་གི་རྒྱལ་རབས་ཅིག་མིན་པ་འདྲ་བོ། འདི་ནི་ཅིག་ཐང་གི་རྒྱལ་རབས་ཀི་ནང་གི། རྒྱལ་བོ་ཅིག་འདྲ་བོ་ཅིག་དེ་འདྲ་ཅིག་བཟོ་འདུག། འདི་གནད་དོན་ཆེན་པོ་རེད་ཚབས་ཆེན་རེད་འདི་འདི་ག་རེ་ཟེར་ན། འདི་ཚབས་ཆེན་ཡིན་པ་ག་རེ་རེད་ཟེར་ན། ཀྲུང་གོ་གི་རྒྱལ་རབས་ཡིན་ནི་མི་ཚིག་གི། དྲུག་གི་རྒྱལ་རབས་འདི་བུ་ཕྲུག་བུ་ཕྲུག་གི་ན་ད་བུ་ཚོའི་ཐན་ཟིག་གི་མོ་དེར། དྲུག་གི་རྒྱལ་རབས་འདི་ནས་བཟུང་སྟེ། ད་ཀྲུང་གོ་ལ། ཧན་མི་རིགས་འདི་བདོག་འདི་ལ། མགོ་ཡ་ར་རྒྱག་ཡ་གི། ད་རྒྱལ་རབས་ཀི་མགོ་འདི་ནས་སིན་བར་འདི་ཁོ་ཚོ་སྔོན་མ་གི་ད་མན་སྐྱིད་གི་སྐབས་དང། དི་གི་རྒྱ་མི་གི་ཁེ་བ་དི་ཚོ་གི་བུ་ཚོའི་ཐན་འདི་ཧ་ལས་བས། འདི་ཡི་རྒྱལ་རབས་འདི་ཧ་ལས་བས་མཐོང་ཆེན་པོ་སིན་ནི་དེ་འདྲ་ཅིག་རེད། དེ་ཡིན་པ་དེ་ག་རེ་ཟེར་ན་ཁོ་ཚོ་ཀྲུང་གོ་གི་རྒྱལ་པོ་ཡིན་ནི་མི་ཚིག་གི་ཁོ་ཚོ་ཧ་ཅང་གི་སྟོབས་ཆེ་བའི་རྒྱལ་པོ་སྟོབས་ཆེ་བའི་རྒྱལ་པོ་ཁོ་ཚོ་འདི་འདྲ་ཅིག་བྱུང་མྱོང་བ་མ་རེད་ལོ་རྒྱུས་སྒང་ནས་ཀྲུང་གོ་གི་རྒྱལ་རབས་ལ་སྟོབས་ཆེ་བའི་རྒྱལ་རབས་འདི་འདྲ་ཅིག་བྱུང་མྱོང་བ་མ་རེད་མེད་པ་དེ་ག་རེ་ཟེར་ན་ཐང་ཆེན་པོ་གི་རྒྱལ་རབས་འདི་ཧ་ལས་པའི་སྟོབས་ཆེན་པོ་ཅིག་ཡིན་པ་སྐབས་དེ་བ་ལ་ཁོ་ཚོ་གི་འཁྲུག་ཆ་རྒྱུག་གི་འཁྲུག་ཆ་རྒྱུག་གི་མི་ལོ་བཅོ་ལྔ་ད་སྤྱི་སྟངས་བཅོ་ལྔ་ལབ་དགོས་རེད་ད་སྤྱི་ལོ་བདུན་བརྒྱ་དང་ལྔ་གི་ལོ་ད་ཡང་སྐྱིད། ཚེ་ར་ཐང་གི་འཕྲོག་ནུས་འདྲ་བོ་རེད་དྲན། ཡིན་ན་ཡང་ལུས་ཨ་ངག་གི་རང་ཡང་སྐྱིད་གང་གི་འཕྲོག་ཚུལ་འདྲ་བོ་གྱིས་ཚེ་ར་འཕྲོག་ཁོ་རང་ཐུབ་མི་འདུག་འོ་དེ་གི་ཡིན་ན་ད་ཁོ་ཚོ་འདི། ལོ་ངོ་བཅོ་ལྔ་ནས་ཉི་ཤུ་གི་བར་ལོག་ཟིན། འདི་བ་ནི་ད་ཁོ་ཚོ་ཅིག་ཀྲུང་གོ་གི་མི་རིགས་དེ་ཧན་གི་མི་རིགས་དེ་ཅིག་སྤོབས་པ་འདྲ་བོ་ཅིག་ཟིན་ཡག་གི་རྒྱབ་ཀྱི་གཙོ་བོ་ད་འདི་རེད། དེ་གི་ད་འདི་ངའི་གཙོ་བོ་གཙོ་བོ་རེད་འདི་གནད་འགག་ཅིག་རེད་ཞུ་ཡ་ད་དེ་ཡིན། དེ་གི་ད། ཁོ་ཚོ་ཀྲུང་གོ་གི་རྒྱལ་རབས་ཅིག་ཡིན་པའི་མི་ཚད་ཁོ་ཚོ་ཀྲུང་གོ་གི་ལོ་རྒྱུས་སྟེང་གི་རྒྱལ་རབས་ཧ་ཅང་གི་སྟོབས་ཆེ་ཤོས་ཀྱི་རྒྱལ་རབས་དེ་འདི་རེད། ཝུ་ཀྲི་ཝུ་ལབ་ཡ་འདི་རེད་ཝུ་ཙི་ཐན་གི་སྲིང་ཡ་གི་ཨ་གི་རེད། དེ་གི་ཝུ་ཙི་ཐན་འདི་ངེད་མ་ཝུ་ཙི་ཐན་ལབ་ནས་ཅིག་ཡོད་བ་མ་རེད་ཝུ་ཙི་ཐན་ཝུ་ཙི་ཐན་ཟེར་གི་ནོ་མིང་འདི་ཁོ་རང་ཡོད་བ་མ་རེད་ལོ་རྒྱུས་ཀྱི་ཡིག་ཚང་གང་དང་གང་ཡི་ན་རེ་ཡོད་བ་མ་རེད་ད་གི་མིང་འདི་འདི་གཞིགས་ནས་ད་ག་ལེ་ག་ལེ་ད་ཁོ་གཟུགས་མགོ་ལྕགས་བཅས་དེ་ནས་ཐང་མཉམ་ནོ་རྗེས་ལ་ཐང་མཉམ་མའི་ལོ་ལྔ་བཅུ་ཁ་ཤས་ཤིག་གི་ད་དྲུག་ཕྱི་ལྷག་དུ་བ་གཅིག་ནས་དེ་ཡང་བསྐྱར་ཁོ་གཟུགས་ད་ཧང་གི་མི་རིགས་འདི་ཡ་ར་མགོ་འདྲ་བོ་ལྕགས་དེ་ད་སོང་ཞང་མ་དང་དེ་ནས་ད་སོང་སོང་ལྷོ་མ་དེའི་རྗེས་ལ་ཡང་བསྐྱར་དེའི་སོག་བོ་མེད་པར་བཏང་ཚར་རེད་དེའི་སྐབས་དེ་ཁོ་ཚོ་དེ། ཁོ་ཚོ་ཡང་མཁས་པ་དེ་ཚོ་ལབ་སྟངས་བཅུག་པ་རེད། དེ་ཞིག་ནི་ད་མིང་རྒྱལ་རབས་རེད། ཡང་བསྐྱར་མིང་རྒྱལ་རབས་རེད། མིང་རྒྱལ་རབས་ཆད་སོང་ཡང་ལག་སྟངས་རེད། ལག་སྟངས་ད་ཁོ་ཚོ་ད་རྒྱལ་རབས་མེད་ཟེར་ཁོ་ཚོ་མཁས་པ་དེ་ཚོ་གི་ལབ་སྟངས་བཅུག་པ་རེད་ད་དེ་གང་ན་ག་རེ་ལབ་པ་རེད་ཟེར་ན་ད། ཡ་ཧྲན་ཀྲི་ཧི་ཝུ་ཀྲུང་གོ་ཟེར། མིན་ཁྲོ་ཀྲི་ཧི་ཝུ་ཀྲུང་བྷ་ཟེར་དེ་འོ་ན་ད། རྒྱ་ཧྲན་འདི་ནི་ད་ག་རེ་ཟེར་ན་ད་ཁྲིན་ཆིག་ས་ཁང་གི་ཁྱེར་སོང་བའི་ཧོར་ཆེན་པོ་གི་རྒྱལ་བའི་གང་གི་རྒྱལ་གྱི་ལྷོ་མ་དུ་དམག་མིག་གི་དང་དུང་ནུ་གི་དེའི་ས་ཆ་དེ་རྒྱ་ཧྲན་ཟེར་གི་ནོ་དེ་ནས་དམག་མིག་གི་དང་མཚོ་ནང་ང་དང་ནོ་མཚོ་ནང་ང་དང་དེ་ནས་རྒྱ་བོའི་དང་བཅས་པ་ཕ་མཚོ་ནང་ལ་སྐྱིབས་བྱ་རྒྱུ་དེ་རེད་མཚོ་ནང་ལ་སྡང་བྱ་རྒྱུ་དེ་ནས་བཟུང་སྟེ་ཀྲུང་གོ་ཟེར་ཡ་ཅིག་མེད་ཡ་ང་ཚོ་རྒྱལ་གྱི་རྫོགས་སོང་བ་ཟེར་ཁོ་ཚོ་གི་མཁས་པ་དེ་རེད་ད་ནི་མིང་འཁྲུགས་རྫོགས་སོང་ནོ་རྗེས་ནི་ལ་མིང་རྒྱལ་རབས་རྫོགས་སོང་ནོ་རྗེས་ནི་སྔ་བཟོ་ད། ཀྲུང་ཧྭ་ཟེར་དཀོན་ནོ་འདི་མི་རིགས་འདི་ད། སྔ་བཟོ་གཉིས་ནང་འགོ་ཀྱི་ཧའི་མེད་ཟེ། ད་ལྟ་ཁོ་བཟོ་གི་ལོ་རྒྱུས་མ་ད་བཟོ་དེ་ནང་ན་ལབ་དཀོན་ནོ་དེར། དེའི་རྗེས་ལ་ད། ཡང་བསྐྱར་ད་གི་ཆིན་མན་ཅིའི་སྐབས་ད་བ་ནི་བཟུང་སྟེ་ད། གོང་མ། ཆན་ལུང་དང་པར་ལོག་ད་ལ་རྙོག་དྲ་ཆེན་པོ་བྱུང་བར་ཁོ་བཟོ། བྷ་ཤ་མི་རིགས་འདི་བྷ་ཛུ་འདི་དོག་འདི་ཧན་རིན་འདི་ཕྱིར་བསྐོར་རིགས་ཁོ་ཚོ་གི་རང་བཙན་ཡག་གི་ཡིན་ཟེར་ཁོ་ཚོ་གི་དཔེ་སྐད་མང་པོ་རྒྱབ་བར་ཡར་ལངས་མང་པོ་བྱེད་བར་མང་པོ་བསད་ཡོད་བར། ད་རྗེས་རྗེས་ཀྱི་རྗེས་དེ་བ་ལ་གི་བཟོ་ཉིན་ན་ལྕགས་ཕག་ལས་གསར་བརྗེའི་ལ་ཅིག་བ་ལྕགས་ཕག་ལས་གསར་བརྗེའི་གི་ཁོ་ཚོ་གི་བསྒྲགས་གཏམ་ག་རེ་རེད་སྐད་རྒྱབ་ནུ་གི་རྒྱག་རྒྱུ་གི་ཡི་གེ་ག་གང་གི་སྐད་ཆ་ག་རེ་རེད་ང་ཚོ་ཧུ་དི་དོག་དི་བྷ་སྤེ་ཡ་དང། ང་ཚོ་ཀྲུང་ཧྭ་གི་རྒྱལ་ཁབ་དུ་གཏོགས་ཀྱི་སར་སླར་གསོ་བྱས་ཡ་ཟི་ནོ་དི་རེད་དེ། ལྕགས་ཐག་ལས་གསར་བརྗེ་གི་བྱེའུ་བྱེའུ་གཅིག་ཡོད་མ་རེད། ཁོ་ཚོ་གི་ཧི་ཧྲིག་རྒྱབ་རྒྱབ་རྒྱབ་རྒྱབ་བྱེད་དུ་ཅི་རེད། དེ་ནི་བོད་སི་སྐབས་རེད། ལྔ་བཞི་གླིང་གི་སྐབས་ཡང་གར་བྱས་ནས་བོད་སི་ཐན། བོད་སི་ཐན་དུ་ཚུར་ཀུ་རེ་བྲིས་ཡོང་བ་རེད། ལྔ་བཞི་གླིང་གི་སྐབས་ད་བོད་སི་ཐན་ལ་ཡོད་དེ་ད་ལྔ་བཞི་གླིང་གི་སྐབས་ད་མིང་དུ་བྱེའུ་རྒྱབ་རྒྱུ་མ་བྱས་ལོ་རྒྱུས་སྒང་ན་བོད་སི་ཐན་ལ་ཡོད་མ་རེད། བོད་མི་ལ་ཀུ་རེ། དེ་ནས་བུ་གྲོགས་ལབ་གི་རེད་ད་དེ་འདྲ་ཅིག་རེད་དེ་མ་ཤེས་ཡོད་མ་རེད་དེ་གི་ད་ཁོ་ཚོའི་མིང་དེ་བཞི་བོ་བརྒྱབ་དེ་ཁོ་ཚོ་གི་ཀྲུང་གོ་གི་རྒྱལ་རབས་ཅིག་གི་ནང་གི་སྙིང་སྟོབས་ཅིག་ལ་ཟིན་གྱིས་ད་གི་ཚོ་ལྔ་བཞི་གླིང་གི་ལ་ཀ་བ་ར་བུ་ཚིག་ལྷེན་གླ་ཡ་འདི་ཧག་ཅེ་ཡ་དེ་རེད་དེ་གི་ག་ཕྱི་ནང་བཞིན་དེ་རེད་དེ་མདོར་བསྡུས་མདོར་བསྡུས་ཅིག་བྱས་ཡིན་ད་མདོར་བསྡུས་བྱས་ན་ཡང་མང་པོ་ཅིག་འགྲོ་སོང་ར་གང་ལྟར་ཀྱང་འདི། རྒྱལ་རབས་གལ་ཆེན་པོ་ཞིག་ཡིན་པ་ཀྲུང་གོ་གི་རྒྱལ་རབས་ཀྱི་ནང་ནས་རྒྱལ་རབས་གལ་ཆེན་པོ་ཞིག་ཡིན་པ་དེ་ཁོ་ཚོས་འདི་བྱས་ཡོད་རེད་ད་གཞི་ནས་ད་ག་ལེ་ག་ལེ་ད་སངས་སངས་རྒྱ་འདྲ་བོ་བྱས་སངས་རྒྱ་བྱས་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་དེ་བཞིན་ད་ཀྲུང་ཧྭ་མིན་གོ་ལ་ཡོད་ད་ལྟ་རེད། ཀྲུང་ཧྭ་གི་མི་རིགས་ཀྱི་རྒྱལ་ཁབ་ཡིན་ཟེར་ཏེ་ཁོ་ཚོས་ཟ་བོ་ཟ་རྐྱང་ད་འདང་གི་འདི་ཡིན་ན་ར་ཀྲུང་ཧྭ་རིང་མིན་གོང་ཧུ་གོ་ཟེར་གོང་ན་ད་ད། ཁོ་གཟུགས་ཧན་མི་རིགས་ཀྱི་མི་མང་གི་རྒྱལ་ཁབ་ཡིན་སླ་བའི་གདོན་ནི་དེ་རེད་དེ། འདི་ཅན་པོ་འདི་སྔོན་མ་ནས་ལས་ཁོ་ཚོས་ཤུགས་རྒྱབ་རྒྱབ་རྒྱུ་ཡོད་དེ་འདི་ད་གཙོ་གཅིག་རེད་དེ། འདི་པར་ད་ད་སྔོན་མ་སྔོན་མ་ཁོ་ཚོ་རྒྱལ་རབས་གཅིག་ཡོད་ཡོད་བར་དེ་སྲིད་དེ་སྲིད་དེ་སྲིད་མ་ཤེས་ད་ནང་ན་ད་ཧན་ཟེར་བ་འདྲ་བོ་དང་ད་ཆིན་བཙན་པོའི་རྒྱལ་རབས་ཟེར་བ་འདྲ་བོ་ད་ད་ངས་སྔོན་མ་ངོ་སྤྲོད་བྱས་བྱས་ཚར་ཡོད་བ་རེད་མ་ཡིན་པ་ད་ངས་རང་གཅིག་ཕྱོགས་ལྷུང་གཅིག་གི་སྒང་ནས་མ་རེད་ཤོད་གི་ཡོད་མ་རེད་ཡིག་ཚང་སྒང་ནས་ཡིན་ན་ཁོ་ཚོ་དེ་ཁ་གྲགས་མེད་བ་དེ། ཡིག་ཚང་གང་ནས་ཁོ་ཚོ་འགྲོ་ཡོང་ན་ཁོ་ཚོ་ད་ཀྲུང་གོ་ཡིན་ལ་ལབ་ས་འགྲོ་གི་མི་འདུག་ད་ཡིན་ན་ད། ངོ་མ་ཀྲུང་གོ་མིན་ལབ་རེད་ད་ཁོ་ཚོ་གི་མིན་ལ་ཡང་སྐད་རྒྱབ་རེད་ཆིན་མན་གྱིས་དེ་ཚོ་ར་མིན་ཕ་སྤེ་ཡིན་ཚུལ་ཁོ་ཚོ་གི་ལྕགས་ཐག་ལས་གསར་བརྗེ་གི་སྐད་རྒྱབ་དེ་སྒང་དེ་ད་གཅིག་པ་གཅིག་རྐྱང་ང་ཚོས་ད་ནས་རྒྱ་མིའི་པོ་ནས་ཕར་རྒྱུག་གི་བོད་ཀྱི་བདག་པོ་བོད་པ་ཡིན་དང་གཅིག་པ་གཅིག་རྐྱང་དེ་ཚོས་སྐད་རྒྱབ་རེད་ཁོ་ཚོ་དེ། ད་ཅིག་རིག་གནས་བསྐྱར་དར་བཏང་སླ་བས་ད་ད་ད་རིག་གནས་ལ་ཁ་སྐྱར་དགོས་ར་འདི་མ་རེད། ཁོ་གཟུགས་རང་བཙན་བྱེད་ཡག་གི་དེ་རེད་ཁོ་གཟུགས་རྒྱབ་ཀ་ཆེན་པོ་ཅིག་རེད་འདི་ཀ་ཆེན་པོ་ཡིན་པ་དེ་ད་ལྔ་བཞི་གི་སྐབས་ཡིན་ན་ར་ཁོ་གཟུགས་གི་ཅིག་སྤོབས་པ་ཟིན་ཡ་ལྟ་བུ་གི་ཅིག་ང་ཚོས་ཅིག་གཟུང་འཛིན་སྐམ་པོ་ལབ་ན་ག་འདྲ་ཅིག་རེད་ཁོ་གཟུགས་དེ་འདྲ་གི་སྙིང་སྟོབས་གི་རྒྱལ་མོ་ཅིག་རེད་འདུག་བ་དེ་གི་ད་ཁྱེད་གསུངས་འདི་རྒྱལ་རབས་འདི་ཁོ་གཟུགས་ད་ད་ད་ད་ཀྲིག་ཀྲིག་དང་བྱ་བར་ད། ད་ང་ཚོ་དཔེ་ཆ་བཞག་ན་དཔེ་ཆ་བཞག་ན་ང། བྲོ་བྱའི་ཕོ་རག་གང་མ་ཞིག་མེད་བ་ཡིན་ན་ཁོ་ཚོ་རྒྱལ་རབས་མང་པོ་ཞིག་ཡོད་བ་མ་རེད། གཞན་དག་ལ། བྲོ་བྱ་ཡིན་གྱི་ན་ད། ཨུ་ཚོ་སྒམ་གང་འདྲ་བོ་ཞིག་ཡོད་ན་ང་གཉིས་ཀྲིག་ཀྲིག་དང། ཀྲིག་ཀྲིག་དང་དང་བྱ་དགོས་ང་གཉིས་མཉམ་དུ་བྲོ་བྱས་ཏེ་ཆ་ཚང་ང་གཉིས་མཉམ་དུ་བྱེད་དགོས་སོང་དེ་འདྲ་ཞིག་རེད་ད་སྐད་ཆ་དྲང་མོ་བཤད་ན། ཀྲུང་གོ་ལ་རྒྱལ་རབས་ཀྱི་ལོ་རྒྱུས་སྒང་ནས་ཁོ་རྒྱལ་རབས་དངོས་གནས་དེ་འདྲའི་སྟོབས་ཆེན་པོའི་རྒྱལ་རབས་ཅིག་ཡོད་བ་མ་རེད། མི་ལོ་བཅོ་ལྔ་ནས་ཉི་ཤུའི་བར་དུ་སིང་ཡ་གི་ཏན་ཏཱ་གི་དབུས་གྲུབ་རྒྱལ་རབས་འདི་དག་ཀྲུང་གོ་གི་ཁུ་བཟོ་གི་ལོ་རྒྱུས་ཀྱི་ཀྲུང་གོ་གི་རྒྱལ་རབས་ལ་གོ་དགོས། ཐང་ཐང་འདི་ཚོ་ཀྲུང་གོ་གི་རྒྱལ་རབས་ལ་འགྲོ་གི་མི་འདུག་ལབ་ནས། དེ་ནས་ཧ་འགྲོ་གི་མི་འདུག་ཤི་ཧ་འགྲོ་གི་མི་འདུག་དུང་ཧ་འདི་དག་ཏུ་ད་ཁུ་བཟོ་འགྲོ་ནུ་བྱས་ན་འགྲིག་གོ་ར་ད་ཧ་ཤར་མ་དེ་དག་ཏུ། ཡང་ཁུ་བཟོ་གི་ཡིན་གཅིག་མིན་གཉིས་ཧ་ཤར་མ་དེ་ཧ་ནུབ་མ་གི་རྒྱུད་པ་ཡིན་ལབ་གོ་ར་རྒྱུད་པ་ཡིན་དུས་གང་ཐད་ཁུ་དེ་འགྲོ་ས་འགྲོ་གི་མ་རེད། འོ་ད་འདི་འདྲ་ཅིག་རེད། ད་གི་ད་ངས་དེ་རིང་འདི་འདྲ་བོ་ཅིག་རྫོགས་ད་མི་རྫོགས་ར་ད་ངས་སྤྱིར་བཏང་དེ་རིང་ངོ་སྤྲོད་བྱས་ཡ་ད་ཁྱི་ཚུགས་ཀྱི་འདང་མ་སོང་ད་སྤྱིར་བཏང་འདི་འདྲ་ཅིག་རེད་ད་གི་ད་འདི་གལ་ཆེན་པོ་ཅིག་རེད་ཞུ་ཡ་ཡིན་ད་འདི་ཐང་གི་རྒྱལ་རབས་འདི་ཐང་གི་རྒྱལ་རབས་འདི་ས་ས་ཐག་ཐག་བྱས་ཡ་ད་ད་སྤྱིར་བཏང་ཐང་ཡིན་ན་འདི་སྟོད་ཀྱི་ཆ་ད་ལྟ་གི་ཀྲུང་གོ་གི་རྒྱལ་རབས་འདི་ཐེངས་གི་སྟོད་ཀྱི་ཆ་ཀུ་ཟུར་འཕེལ་རྒྱས་འགྲོ་འགྲོ་བཞིན་པའི་དུས་ཆ་དེ་སླེབས་ཡོད་པར། ཐང་ཐའི་ཙུང་ན་ད་ད་ལྟ་རྗེས་མ་ཞེས་པ་མ་ཤེས་ད་ཕྱི་ཚུལ་གྱི་མདོག་མ་སོང་ངས་འདི་མདོར་བསྡུས་ཅིག་ཕྱིར་བཏང་ད་ངས་དེ་རིང་འདིའི་སྟོད་ཀྱི་ཆ་འདི་ད་ངོ་སྤྲོད་ཅིག་ཅེས་བཏང་ན་བསམ་སོང་ལ་ད་འདི་སྟོད་ཀྱི་ཆ་དེ་སླེབས་མ་སོང་ད་སྤྱིར་བཏང་ངས་ཞིབ་བཤེར་འདྲ་བོ་ཅིག་བྱས་ཆོག་ག་ཅིག་ད་བལྟས་ན། ད་སྟོད་ཀྱི་ཆ་འདི་ད་ཧ་ལས་པའི་སྟོབས་ཆེ་ཤོས་ཀྱི་ཐང་གི་སྟོབས་ཆེ་ཤོས་དེ་སྤྱི་ལོའི་དྲུག་བརྒྱ་དང་བཅོ་བརྒྱད་ནས་བཟུང་སྟེ་བདུན་བརྒྱ་དང་ལྔ་བཅུ་ང་ལྔ་ཁྲི་སྲོང་ལྡེ་བཙན་འཁྲུངས་ཀྱི་ལོ་དེ་བར་དུ་ད་ཡར་འཕེལ་རྒྱས་འགྲོ་གི་ནང་དུ་ཧ་ལས་པའི་སྟོབས་ཆེ་ཤོས་ཀྱི་ཐང་གི་སྟོབས་ཆེ་བའི་དུས་རབས་དེ་དེ་སྐབས་ད་དེ་ཐུག་གི་ཡོད་རེད། དེའི་སྐབས་དེ་ན་ར་ད་རྒྱལ་བོ་སྲོང་བཙན་སྒམ་པོས་ང་ཚོ་བཙན་པོ་གྱི་རྒྱལ་རབས་དེ་བསྡུར་ཡོང་ན་ཁོ་དགའ་སྐད་འབྱུང་གི་ཡོད་མ་རེད། ད་ཐང་ཐའི་ཙུང་ན་ད་གི་རྒྱལ་རབས་ཉི་ཤུ་བྱོན་རྒྱུ་གི་ནང་ནས་ད་ཐང་ཐའི་ཙུང་ད་ཧ་ལི་བའི་ད་ཐང་གི་རྒྱལ་རབས་ཀི་ནང་ནས་ད་དྲག་ཆེ་ཤོས་དང་ད་འཇོན་ཤོས་དང་སྟོབས་ཆེ་ཤོས་དང་ད་དི་གི་རྒྱལ་རབས་དེ་རེད་དེའི་སྐབས་དེ་ན་ར་ད་བོད་བཙན་པོ་གི་རྒྱལ་རབས་དེ་ཁྱོད་ནས་རྒྱལ་ཁབ་དེ་ཁྱོད་ནས་ལག་ཤིག་མི་འདུག་ད་ཁོ་ཚོ་གི་འདི་ནས་ཡང་ཅིག་རྒྱག་རྫུན་ལབ་རྒྱུ་ཅིག་འདུག་རྒྱག་རྫུན་ལབ་རྒྱུ་འདི་ད་ཝང་ཞོན་ཙི་ལབ་རྒྱུ་རེད་ད། ཕོ་ཉ་བ་ཅིག། ཕོ་ཉ་བ་ཅིག། རྒྱ་གར་ཕ། ཕ་སོང། རྒྱ་གར་ཕ་སོང་འདི་གང་དེ། ཁོ་ཐང་ཉི་ལ་འགྲོ་ཐང་དང་པོ་དེ་འགྲོ་འདི་གང་དེ། ད་རྒྱ་གར་ཀི་དེ་སྐབས་ཀི་རྒྱ་བོ་དེ་ཁོ་ཡག་པོ་འདྲའོ་ཅི། གཉིས་པ་འགྲོ་འདི་གང་དེ་ད། གཉིས་པ་འགྲོ་འདི་གང་དེ་ད་རྒྱ་བོ་དེ་མ་ར་ཕབ་ད་དེ་ནང་ན་ཡོད་བ་ད་འདི་དེབ་ཐེར་དཀར་པོ་ནང་ན་ཡོད་བར།

འཕྲོག་རྒྱུག་དེ་འདྲར་དེ་མི་ཚིག་གི་ད། ཐང་ཐའི་ཙུང་གི་ཁུ་གི་དེ། ད་དེབ་ཐེར་དཀར་པོའི་ནང་ན་ཡོད་རྒྱ་མིའི་ཡིག་ཚང་ནང་ན་ཡོད་ཐང་ཐའི་ཙུང་གྲོང་སྡེའི་སྒང་དེ་ལ་ཡིན་ན། ཁོ་ཚོ་དེ། རྒྱ་བོད་ཀྱི་བང་སོ་གི། རྩིབ་ལྟ་བ་ལ་ད་ལྟ་ངས་བཤད་མི་དགོས་པ་གཅིག་ཁོ་འདིའི་བཙན་པོ་གི། སྐུ་གཟུགས་དེ་ཁྲིད་ཡ་དང། ད་ནི་ཁོ་གི་པུ་ཐང་ཀོ་རྫོང་བ་ད་ཡི་གེ་བཏང་རྒྱུ་ཡི་གེ་བཏང་ཡིན་ཁྱོད་ང་ཡོང་ན་ད་ཅིག་ཁ་མི་ཉིན་རྒྱུ་དང་དེ་འདྲིས་ཅིག་རྒྱལ་འཕྲིན་དང་དེ་འདྲ་བ་ན་ཁོས་དེ་ཏག་ཏག་བཟོ་དགོས་གི་ཡོད་ཟེར་ད་དེ་འདྲ་བ་ཅིག་བལྟས་ཡོང་ན་ད་ད་སྤྱི་བཏང་པུ་ཛམ་བི་རྒྱལ་རབས་དང་དེའི་སྐབས་ཀྱི་ཛམ་བི་རྒྱལ་རབས་དང་ཐང་སྟོབས་ཆེ་ཤོས་ཀྱི་ཆིས་དེའི་གི་སྐབས་དེ་ཡིན་ན་ད་འདྲ་ཡང་མེད་རྒྱུ་དེ་འདྲ་ཅིག་རེད་ད་ལྟ་མདོར་བསྡུས་ཅིག་བྱས་ད་དེ་ནི་ནི་ཐང། མ་རེད་ཉམས་གུད་ཀི་འགྲོ་དེ་ད་ཐང་གི་རྒྱལ་པོ་ལ་སོགས་པ་བཀྲུས་ད་དེ་དེ་རྗེས་ནས་རྗེས་ནས་ངོ་སྤྲོད་བྱེད་དགོས་ད་ཕྱིར་བཏང། འོ་དེ་འདྲ་ཅིག་རེད་ད་དེ་ན་ངའི་འདི་ཨ་ཁུ་ཅི་ལྟ་མ་སོང་ལྟ་ན་ངའི་འདི་ནི་བར་ལོག་འདི་ནི་ད་དེ་ན་སྤྱི་བཤུ་འདྲ་བོ་ཅིག་བྱས་ན་མ་ཤི་ངའི་འདི་སྟོད་མ་དེ་ངོ་སྤྲོད་བྱེད་ཐུབ་མ་སོང་ད་ཕྱིར་བཏང་ངས། ཐང་ཁུལ་གྱི་ཡར་བའི་སྟོད་མ་འདི་སྐོར་ཅིག་ངོ་སྤྲོད་བྱས་ན་བསམ་སོང་ར་ད་དེ་ན་བྱེད་ཐུབ་མ་སོང་ད། འདིའི་བར་ལོག་འདི་ན་ད་ཟླ་དང་བོ་ན་དོན་གྱི་གོ་ར་ད་ཕྱིར་བཏང། སུའི་རྒྱལ་རབས་དང་སུའི་ཐང་ཟིག་དུག་གཞི་ད་བསླབ་བྱ་བར་རྒྱ་མིའི་གཞུག་ཚང་ནང་ན་སུའི་ཐང་ཟིག་དང་ད་སུའི་གི་རྒྱལ་རབས་གཅིག་ནི་ད་ཐང་ཡིན་པ་འགྲོ་གཅིག་སུའི་དང་ཐང་གཉིས་ཀ་གི་བར་ལོག་དུ་ན་གཅིག་ཡོད་རེད་དེ་ཁ་རེ་བཟི་ན་ཤ་རྒྱལ་རབས་ལ་བཅུག་རེད་ད་ཁ་སང་ངོ་མ་ངོ་མ་ངས་དང་པོ་དང་པོ་ཤེས་དུས་གང་དེ་ངས་རྒྱ་ལ་བ་གི་མིང་ཚིག་འདི་ཅུང་སྟང་གི་ལ་ཀ་ནས་རྒྱ་མི་ལ་འདིའི་ཀྲུང་གོ་ལ་ཁོ་ཚོ་རྒྱ་སླ་བའི་གི་མང་ཚིག་ཅིག་མི་འདུག། དེ་སྐབས་དེ་ངས་ཤ་སླ་བའི་གི་ཅིག་དེ་འདྲ་ཅིག་རིགས་འདྲ་བོ་དེ་རྒྱ་རེད་ལབ་ན་མ་ཤེས་རྒྱ་སླ་བའི་གི་མང་ཚིག་ཅིག་མི་འདུག་ད་ང་ཚོ་བོད་གི་སོ་སོ་གི་རིགས་རྒྱུད་ཅིག་ལ་སོ་སོ་གི་རིགས་ཚན་ཅིག་ལ་དཔེ་ཆ་བཞག་ནས་ཕ་དག་རྒྱུ་རེད་ཟེར་ད་ཁ་སང་ངས་དང་པོ་དང་པོ་ཞི་བདེ་ཁང་དེ་དེའི་སྐབས་དེ་ངས་ཅིག་དྲངས་ཡོད། འདི་ལྟ་ཤ་རྒྱ་རབས་འདི་ལྟ་འདི་སོས་རྒྱ་རབས་དང་ཐང་རྒྱ་རབས་གི་བར་ལོག་འདི་བ་ན་ཁོ།

ཆ་ཚང་ཧན་རྫུའུ་ཧན་རྫུའུ་ལབ་ཡོད་རེད་ཧན་རྫུའུ་དན་ད་གི་སྲིད་འཛིན་ཆོས་སྤྱིར་བཏང་གི་དེ་ངའི་སྲི་ཞུ་རྒྱལ་རབས་ཀི་ནང་ད་ད་དུས་གང་དེ་ཁོ་བོ་ཧེ་ཙི་དུག་ཅན་དུ་བཟོས་གི་ད་བོ་ཧེ་ཙི་སེ་ཀུ་ནོ་དེ་ག་རེ་རེད་ན་བོ་ཧེ་སེ་ཀུ་ནོ་དེ་ཡང་ཁོ་མན་ཇི་དང་འབྲེལ་བ་མན་ཇི་གི་མེས་པོ་དང་འབྲེལ་བ་ཡོང་རྒྱུ་དེ་འདྲ་ཅིག་རེད་ད་དེ་ཁོ་རེ་ཡ་དང་འདི་གི་དེ་ཡང་རྒྱ་མི་མ་རེད་དེའི་པར་ལོག་དུ་ན་ཡང་རྒྱལ་རབས་ཅིག་ཡོད་རེད་ཤ་རྒྱལ་རབས་ཅིག་ཡོད་རེད་དེ་ཁོ་ཚོ་གི་ཡང

ཐང་ཀར་གྱི་རྒྱལ་རབས་སྟོད་མ་དང་ཐང་ཀར་གྱི་རྒྱལ་རབས་སྨད་མ་དེ་གཉིས་ཆ་ཀྲུང་གོ་གི་རྒྱལ་རབས་ལ་འགྲོ་ས་འགྲོ་གི་མི་འདུག་ཟེར། འགྲོ་ས་མི་འགྲོ་བ་དེ་གོ་གཟུགས་ཀྱི་ཡིག་ཚང་ནང་ནས་ང་ཚོ་དེ་ཧུ་ང་ལ་བས་དེ་དོག་དེ་ཀྲུང་གོ་གི་གྲལ་ལ་བརྩི་གི་ཁོ་རང་ཡོད་མ་རེད་རྒྱལ་རབས་ཀྱི་ནང་ནས་གོ་གཟུགས་ཧུ་ང་གི་སྲིད་འབྱོར་གྱི་རྒྱལ་རབས་རེད་དེ་གི་འགྲོ་གི་མི་འདུག་ཟེར་དེའི་བར་ལོག་ནས་ཀྲུང་གོ་གི་རྒྱ་ནག་ཅིག་རྒྱ་མིའི་གི་རྒྱལ་རབས་ཅིག་ཡོད་རེད་ཟེར་དེ་དེ་ཡང་བུ་ཕྲུག་གླ་ཁོ་རེད་ད་བུ་ཕྲུག་དེ་དག་ཡ་དང་དག་དགོས་ཡ་གི་རྒྱུ་མཚན་དང་ད་ལྟའི་ཆ་ཚང་ཁོ་ཚོ་གང་གི་ནང་ན་འདུག་དེ་བུ་ཚོའི་ཐེངས་གི་ལོ་རྒྱུས་ནང་སྤྱིར་བཏང་བུ་ཚོའི་ཐེངས་གི་ལོ་རྒྱུས་ཡིན་ན་ཐང་ཡིག་རྙིང་པ་ནང་ན་དགོས་ཉིན་འདྲ་བོ་ཅིག་རེད་ཐང་ཡིག་རྙིང་པ་ནང་ན་མི་འདུག་གོ་ཐང་ཡིག་གསར་པ་ནང་ན་ཡོད་རེད་ཐང་ཡིག་གསར་པ་ནང་ན་དེ་སྐབས་དེ་བརྩི་དགོས་ཡ་དང་དེ་གི་ཁོ་གི་པར་ཀློག་ལྟ་བ་ནི་ཀྲུང་གོ་གི་རྒྱལ་རབས་གཙོ་བོ་གཅིག་ཡོད་བ་རེད་དེ་གསལ་ཁ་གཅིག་གི་མི་འདུག་ཟེར་དཀྲིག་དཀྲིག་བཏང་བྱས་འདུག་ཟེར་ན་འདི་དོགས་འདི་ཆ་ཚང་གི་མཁྱེན་ཡ་དེ་ག་ཆེན་པོ་གཅིག་རེད་འོ་དེ་གི་ད་ངས་ཐང་ཀར་གི་རྒྱལ་རབས་སྟོད་མ་དང་བར་གྱི་བུ་ཕྲུག་རྒྱལ་རབས་ཐང་ཀར་གྱི་རྒྱལ་རབས་སྨད་མ་ཟེར་སྤྱིར་བཏང་འདི་འདྲ་དབྱེ་སྟངས་གཅིག་ཡོད་བ་མ་རེད་འདི་ང་རང་གི་དབྱེ་སྟངས་གཅིག་ཡིན་རང་ག་འདུག་འདུག་ལ་རང་དབྱེ་ཡ་མིན་ངས་ཡིག་ཚང་དེ་ཚོ་ཁུངས་གཏུགས་ཡས་སོང་ན་འདི་འདྲ་གཅིག་དབྱེ་དགོས་གི་འདུག་ད་རྗེས་མ་ནས་དང་ཐང་གི་ཡར་འདེགས་ངས་དེ་སུ་དེ་སུ་ཅིག་ཡང་མདོར་བསྡུས་ག་ཚོད་བྱས་ན་ར་ཅིག་ཡང་ས་ཁ་མ་ཐོན་ན་ཡག་པོ་མི་འདུག་ད་གི་རང་ང་ཅིག་སྤྱིར་བཏང་གི་ད་ཅིག་ཐང་གི་ཡར་འདི་རེད་ད་རྒྱ་མིའི་ཁོ་ཟུག་གི་ལབ་སྟངས་ཀྱི་འདི་རེད་ཡར་འདི་འདྲ་ཅིག་རེད་འདི་ནས་ལོབ་འདི་པར་ད་རེད་རྒྱ་བོད་འདི་བྱུང་ན་རེད་དེ་ཁྱོད་མི་འདུག་འདིས་ས་ཁ་བཏོན་ཡ་གཞན་དག་གི་ས་ཁ་མ་བཏོན་ན་ཡག་འགྲོ་མ་བཏུང་ཡ་ཟེར་ངས་བཏུང་ཡོད་བ་མཐོང་མ་སོང། འོ་ད་གི་གང་ནས་འདི་ང་གཟུགས་ཀྱི་ལྷག་པར་དུ་སྤོབས་པ་གི་ལོ་རྒྱུས་བ་ཅིག་ཡིན་ན། ང་གཟིགས་ཁར་དེ་ནི་ཀྲུང་གོ་གི་རྒྱལ་རབས་དེ་ག་འདྲ་ཞིག་རེད་ད་ཧ་གོ་གི་འདུག་ཀྲུང་གོ་གི་རྒྱལ་རབས་དེ་ཧ་གོ་ནུས་ཀྱི་ལ་ད་ང་གཟུགས་ལོ་རྒྱུས་ཀྱི་གནས་ཚུལ་བཟུང་སྟེ་ཀྲུང་གོ་གི་རྒྱལ་རབས་ཀྱི་ཁུངས་ག་དུས་ཅིག་ནས་རེད་ཁོ་གཟུགས་རེད་ལབ་གི་འདུག་འོ་དེ་ས་ག་ཆག་ཡ་ད་ང་གཟུགས་ཅིག་ཕྱོགས་རྒྱུས་མ་ཡིན་པ་དེ་ཕན་ཐོག་གི་འདུག་ད་གི་ཁྱེད་སོང་ཡ་ད་ཅིག་ཡིན་ད་དེ་སྤྱིར་བཏང་ངས་འདི་ད་དགོངས་དག་བཏོན་མ་དེ་འགྲོ་མ་སོང། དོན་མ་ཏིག་མགོ་ཙམ་ཟིག་འགྲོ་མ་སོང་ད་སྤྱིར་བཏང་གི་ད་ཐང་གི་རྒྱལ་རབས་དེ་ག་དུས་ནས་ག་དུས་བར་དུ་ད་དུ་ག་ས་ག་བ་ལྟ་ན་ཡོད་བར་དུ་འདུལ་བ་ཡོད་བར་ད་དེ་རྩོད་པ་ཤི་ར་ཤི་ར་ཞིག་ཡོད་མ་རེད་ངའི་སྒང་དེར་དྲིས་བྱའོ་ད་དེ་འདྲ་ཅིག་རེད་ཨ་ཁུ་ཅིག་ད་ཐང་གི་རྒྱལ་རབས་འདི་ངས་ཚན་པ་ཁ་ཤས་ཅིག་འགྲོ་དགོས་ཀྱི་རེད་ཨོ་ཐུགས་རྗེ་ཆེ།